ཐ་ན་ནི་ཡིན་ན་ཨང་རྩིས་ཨང་རྩིས་ཀྱི་སློབ་ཚན་ཁོ་ན་ལོགས་སུ་བྱས། དངོས་ཁམས་དངོས་ཁམས་ཚན་རིག་གི་སློབ་ཚན་ལོགས་སུ་བྱས་ནས་སྒྲོག་སྒྲོག་བྱ་སྒྲོག་བྱ་བསྡད་ཡོད། དེ་ཡིན་དུས་ང་ཚོ་དཀའ་ཉེན་ག་རེ་འཕྲད་ཀྱི་འདུག་ཟེར་ན། ཨ་ནི་ཕྱོགས་བཅུ་ནས་ཨང་རྩིས་ཀྱི་སློབ་ཚན་ནི་གང་དེ་གང་དེ། ཨང་རྩིས་ཀྱི་ད་སློབ་ཚན་སྒྲོག་བྱེད་ག་རེ་ག་རེ་ཨ་ནི། སློབ་མ་རྣམ་པ་ཚོ་ལ་ཨ་ནི་མཁོ་བ་ཡིན་ན།

ཆེ་ཞིང་དྲོ་བ་ཅི་ཞིག་རེད། དེ་དགོས་པ་གཙོ་བོ་དེ་གར་ཟིན་ན་ང་ཚོར་སྤྱི་བཏང་ནས་ཨང་རྩིས་སྦྱང་དགོས་ཡོད་ཀྱི་རྒྱུ་མཚན་གཙོ་བོ་དེ་ཡང་ཨ་ནི། དངོས་ཁམས་ཚན་རིག་ལ་གི་གོ་བ་ཡག་པོ་ཞིག་ཧ་གོ་བ་ལ་ཨང་རྩིས་དེ་མེད་ན་མི་རུང་འགྲོ་བའི་ཆ་དེ་ཡོད་ར། དེ་རྒྱུ་མཚན་གྱིས་ད་ཨང་རྩིས་སྦྱང་དགོས་ཀྱི་འདུག་ཟེར་དེ་ཆ་དེ་ཡོད་ར། ཨ་ནི། སྤྱི་བཏང་ཨང་རྩིས་མེད་པའི་ཐོག་ནས་ཨ་ནི་དངོས་ཁམས་ཚན་རིག་གི་འགྲེལ་བཤད་ཁྱོན་ནས་རྒྱག་མ་ཐུབ་པ་རེད་བས་ཟེར་ན་མ་ཐུབ་པ་མ་རེད་ར། ཡིན་ན་ཡང་ཨ་ནི། ཨང་རྩིས། བཀའ་བརྩི་དངོས་ཁམས་ཚན་རིག་ཁོ་རང་གིས་གོ་བ་ཏག་ཏག་ཅིག་ཐེབས་པ་ལ། ཨང་རྩིས་འདི་ངེས་པར་དུ་གོ་ཡ་འདྲ་བོ་ཆགས་ཡོད་དཔེ་ཆ་ཤར་བ་ཡིན་ན་ང་ཚོ་ནང་ཆོས་ཀྱི་རྣམ་གཞག་འདི་ཚོ། ཨ་ནི་ཨིན་ཇི་སྐད་འདྲ་བོ་དང། ཨ་ནི་དེ་མིན་གྱི་རྒྱ་སྐད་འདྲ་བོ་དེ་དེ་འདྲ་ནང་ལོགས་ལ་ཁྱོན་ནས་འབྲི་ཤེས་རྒྱ་མ་ཐུ་བ་རེད་བས་ཟེར་ན་ཁྱོན་ནས་མ་ཐུ་བ་འདི་འདྲ་ཆགས་ཀྱི་ཡོད་མ་རེད་བ། ཅིག་རྒྱབ་ད་རྒྱབ་ཐུག་དགོས་རེད་བ། ཡིན་ན་ཡང། ཨ་ནི་ད་སྔ་མ་ཨ་ནི་ལེགས་སྦྱར་གྱི་སྐད་ན་གང་ཡོད་བ་དེ། ད་ནི་ལེགས་སྦྱར་དང་པར་ལེན་གྱི་སྐད་ན་གང་ཡོད་བ་དེ། ཇི་མ་ཇི་བཞིན་དུ་ང་ཚོས་བོད་སྐད་ཀྱི་སྣང་ངོ་ལ་འགྲེལ་བཤད་བརྒྱབ་ཐུབ་གི་ཡོད་རེད། བོད་སྐད་ཀྱི་འགྲེལ་ཇི་ལྟར་འགྲེལ་བཤད་བརྒྱབ་བ་དེ་བཞིན་དུ་ཨིན་ཇི་དང་དེ་མིན་གྱི་སྐད་རིགས་གཞན་གྱི་སྣང་ངོ་ལ་འགྲེལ་བཤད་བརྒྱབ་སྟེ་ག་ལེར་ཁག་པོ་ཆགས་ཀྱི་ཡོད་རེད་ཐ་སྙད་ཀྱི་མ་འདང་བ་དང་དེ་འདྲ་ཡོང་གི་ཡོད་རེད། དེས་ན་གཞན་གྱིས་དངོས་ཁམས་ཚན་རིག་དེའང་ཨང་རྩིས་མེད་པའི་ཐོག་ནས་འགྲེལ་བཤད་བརྒྱབ་ཐུབ་གི་མ་རེད་བསམ་ཐུབ་ཀི་ཡོད་རེད། ཡིན་ན་ཡང་ད་སྐོར་ཚེ་ཏག་ཏག་ལོངས་བ། གོ་བ་ཏག་ཏག་ཞིག་ཐེབས་པ་ལ་ཨང་རྩིས་དེ་གཉིས་ངེས་པར་དུ་དགོས། འོ་དེ་འདྲའི་འདྲ་བོ་ཞིག་ཆགས་ཀྱི་ཡོད་རེད། འདི་རྒྱུ་མཚན་གྱིས་ད་ང་ཚོས་ཨང་རྩིས་སྦྱང་དགོས་ཀྱི་འདུག་ཟེར་ཆ་དེ་ཆགས་ཀྱི་ཡོད། བཤད་མ་ཐུབ་ང་ཚོ། ཚོང་ཁང་དང་ཟ་ཁང་དང་དེ་ནི་ནང་བའི་སྒྲོན་ཨང་རྩིས་དགོས་ཡ་དེ་ནི་སྡོམ་རྩིས་དེ་འཛིན་མ་ཐུབ་ཞེ་དྲག་ཞེ་དྲག་དགོས་ཟེར་གྱི་ཡོད་མ་རེད་པ། ཨ་ནི་རྒྱུ་རེད་ད་དེ་ཚོ་ནི་ང་ཚོ་མང་ཞིག་ཤེས་འདི་ཡོད་རེད། ཧོན་དེ་འདྲས་ཆགས་ཀྱི་ཡོད་རེད། བྱས་ཙང་ད་ད་ལོ་ང་ཚོ་ཨང་རྩིས་སྒྲོལ་ཡོད་དེ་གཙོ་བོ་ཨ་ནེ་ཡི་བཀའ་ཚུལ་ཕབ་སྟེགས་ཀྱི་དངོས་ཁམས་ཚན་རིག་གི་སློབ་ཚན་ལ་མཁོ་བས་ཁོ་ཡི་ཨང་རྩིས་དེ་ཚོ་མ་གཏོགས་གཞན་པ་ང་ཚོ་ཨ་ནེ་ཡི་སྒྲོལ་ཡོད་ཀྱི་དེ་འདྲས་ཀྱི་ཆ་ཤེས་མཁན་ཡོད་མེད། འོན་ཏེ་ཞུ་བའི་ཅིག་བྱས། ད་ང་ཚོ་ག་རེ་ཟེར་ན་ཨང་རྩིས་ལ་དང་པོ་ད་ལོ་རིམ་དང་པོའི་གི་སྐབས་སུ་ད་མང་ཆེ་བསྡོམས་རྩིས་དང་ཐེངས་རྩིས་དང་བསྒྱུར་རྩིས་དང་འགོ་རྩིས་དེ་ཚོ་ཅིག་སྒྲོལ་ཡོད་རེད་རོ། ཨ་ནེ་གྲངས་བཅད་ཀྱི་སྐོར་དང་ཨ་ནེ་ཕོ་གྲངས་མོ་གྲངས་ཀྱི་སྐོར་དེ་ཚོ་ཡང་ཅིག་སྒྲོལ་དེ་སྒྲོལ་ཡོད་རེད། ད་ཡིན་ནའི་ང་ཚོ།

རྣམ་པ་ཚོ་སྒོམ་བཟླས་བློ་ལ་ཡོད་ན་ཨ་ནེ་ཀོ་འགྱུར་རྩིས་འདི་ལས་སླ་བོ་ཆགས་ཀྱི་ཡོད་རོ། ད་སྒོམ་བཟླས་བློ་སྒོམ་བཟླས་བློ་ལ་མེད་པ་ཡིན་ན་ཡང། དེང་སང་ང་ཚོ་ད། ཁ་པར་གྱི་བརྒྱུད་ནས་ད་སྒོམ་བཟླས་འདི་ཚོ་ང་ཚོ། འགྱུར་རེད་ད་འདི་ཚོ་ང་ཡོང་གི་ཡོད་ར་འགྱུར་རྩིས་འདི་ཚོ། འདི་མ་བྱུང་པ་ཡིན་ན་ང་ཚོ་བསམ་བློ་བཏང་ཡ་ཅིག་ང་ཚོ་རེ་རེ་རྩིས་བརྒྱབ་ན་འགྲིག་གི་ཡོད་རོ། ད་ང་ཚོ་དཔེར་ན་འགྱུར་རྩིས་ནི་ང་ཚོ་ཁྱེད་ཚོས་ངོ་སྤྲོད་སྒྲོག་སྐྱ་ཤོད་འགྲོ་ད་ལོ་སྔ་མ་ཡིས་སྦྱང་བྱ་རྒྱུ་དང་ཡང་བསྐྱར་སྐྱ་ཤོད་འགྲོ་བ་བྱས་འགྱུར་རྩིས་ནི་སྐྱ་ཤོད་བྱས་ཡིན་ན། ད་རྒྱུན་འཛིན་མ་རེད་ད་ང་ཚོ་སྡོམ་འཛིན་གནས་ཤིག་ནས་ཡང་ཡང་བསྐྱར་ང་ཚོ་སྐྱབས་ཞིབ་ཤུ་རུ་རུ་བྱེད་ད་དཔེ་ཆ་ཤར་བ་ཡིན་ན་ང་ཚོ་ད་ནམ་རྒྱུན་ནས་ང་ཚོ་འདི་ཙམ་དང་འདི་རོགས་དཔེར་ན་ཨ་ནི་སུམ་བཅུ་སུམ་བརྒྱ་ལྔ་བཅུ་སྒང་ལ་ཨ་ནི་གལ་སྲིད་བཞི་བརྒྱ་བདུན་བཅུ་བདུན་གཉིས་སྡོམ་གྱི་ཡིན་ཟེར་བ་ཡིན་ན་ང་ཚོ་སྡོམ་སྟངས་འདི་རིམ་པ་འདི་བསམ་བློ་བཏང་ཡ་འདི་ཆོག་ཤེས་ང་ཚོ་བསམ་བློ་བཏང་བསམ་བློ་བཏང་སྟབས་བདེ་བོ་ཞིག་ག་རེ་ཡོང་གི་འདུག

འདི་ཡིན་པ་ཡིན་ན། ང་ཚོ་གར་བྱས་ཡོད་རེད། བཞི་བརྒྱ་ཅིག་བཟོས་ཡོད་རེད། བདུན་ཅུ་ཟེར་ཡོད་འདུག་ཉི་ཤུ་ཟེར་ཡོད་འདུག་དཔེར་ན། ཁོང་ཚོ་དཔེར་ན་བཞི་བརྒྱ་བྱས། ཨ་ནི་བདུན་ཅུ་ཅིག་བྱས་གཉིས་བྱས། དེ་དེ་ང་ཚོ་བཟོས་ཡོད་ཡོང་གི་རོགས། དེ་དེ་བཟོས་ཡོད་ཅེས་བསམ་པ་ང་ཚོ་དེ་བཞི་བ་ཡིན་ན་ད་ང་ཚོ་བསྡོམས་ལབ་པ་ཡིན་ན་ད་ང་ཚོ་སུ་བཞི་བརྒྱ་དང།

གཉིས་ཏེ་ལེའུ་དུམ་ན་གཉིས་རེད། རོ། ད་ལེའུ་གང་ལ་ཡོད་ནི་རེ་བ་ལོས་ནི་གཅིག་པ་ཚིག་བརྒྱ་རོ། ད། སྔགས་སྔ་ར་བཞི་དུམ་ན་ག་ཚོད་རེད་ཟེར་བ་ཡིན་ན་བཅུ་གཅིག་རེད་ཟེར་གི་རོ། དགོས་འདོད་དགོས་འདོད་སྔགས་གང་ཞིག་ནི་དགུ་རུ་བ། ད་དགུ་དགུ་དགུ་དག་ག་རང་བཞག། དེ་ནི། ད། བདུན་གང་ར་བཞི་གསུམ་དུམ་ན་ག་ཚོད་རེད། བཅུ་རེད། ཨ་ནི། གཅིག་སྟོང་བརྒྱ་མེད།

ལས་སྒོ་རྐྱང་པ་ནི་སྐྱོ་གུ་རྐྱང་པ་འཐེན་སེམས་ལྷག་མ་མི་སེར་གྱི་འཐེན་སྟངས་སུ་སྐྱེས་ཡོད་མ་རེད། ཡིན་ན་ཡང་ང་ཚོ་ག་རེ་ཟེར་ན། ད། འདི་ནས། འདི་གཉིས་དེ་ཡང་ཡོད་ར་ཉི་ཤུ་ཆགས་དགོས་ར་ཉི་ཤུ་ནི་དགུ་འཐེན་ཟེར་ཡ་འདྲ་བོ་ཞིག་རེད། ད་ཉི་ཤུ་ནི་དགུ་འཐེན་པ་ནི་ག་ཚོད་རེད་བཅུ་གཅིག་རེད། བཅུ་གཅིག་ཡིན་པ་དེ་ག་འདྲ་ཚ་གུ་གུ་འདུག་དེ། ད་ང་ཚོས་བཅུ་ཉི་ཤུ་ནི་དགུ་འཐེན་ན་བཅུ་གཅིག་རེད་ཟེར་ལབ་ཀྱི་ཡོད་ར་བ། ད་འདི་ང་ཚོ་ཨང་རྩིས་ཀྱི་ཐོག་ནས་ང་ཚོ་འགྲོ་ཡ་དེ་ག་རེ། འདི། བཅུ་གནས་རེད། བཅུ་བཅུ་གནས་ནས་ང་ཚོ། བསྡོད་ལ་གཅིག་གཡར།

བཞི་ག་ལ་བཞི་ཐོབ་ན་ང་ཚོས་རེད། བརྒྱད། བརྒྱད་ག་ལ་བཞི་ཐོབ་ན་བཅུ་གཉིས། བཞི་གསུམ་བཅུ་གཉིས་རེད། དེ་ཆ་ཟ། ད་ཡང་བཞི་ག་ལ་གསུམ་འདོམས་ན་ཧ་གོ་ན་བཞི་གསུམ་གྱིས་བསྒྱུར་ན་ད་བཅུ་གཉིས་ཡིན་པ་ནི་ང་ཚོ་ཧ་གོ་གོ་རེད་བཅུ་གཉིས་ག་ལ་གཅིག་འདོམས་ཅོག་གསུམ། བརྒྱད་ཚོ་གསུམ་སོ་གཉིས་རེད། འདི་ལ་ཟ། ད་འདི་ནས་བཤད་ཀྱི་ང་ཚོ་བརྒྱད་ཚོ་སྒོམ་ད་ཧ་གོ་མུས་ན་སོ་སོ་འདོམས་མེད་རེད་ད། ར། ད་དཔེ་ཆ་ཤར་བ་ཡིན་ན། ཡ། ད་དཔེ་ཆ་བྱ་བ་ཡིན་ན་བཞི་བཅུ། ཞེ་གསུམ་དེ། བཅུ་གཉིས་ལ་བསྒྱུར་ལབ། ཞེ་བཞི་བཞི་གསུམ་བཅུ་གཉིས་ལ་བསྒྱུར་ཟེར་ན་གལ་སྲིད་ང་ཚོ་བཅུ་གཉིས་ཀྱི་གོམ་སྟབས་ཕྱིན་གྱི་འདུག་ན་ད་ག་རང་རེད། བཅུ་གཉིས་ཀྱི་གོམ་སྟབས་ཕྱིན་གྱི་མི་འདུག་ན་དང་པོ་གཉིས་ཀྱིས་བསྒྱུར་རོགས། གཉིས་ཟེར་དེ་ག་རེ་ཟེར་ན་ཁོ་གཅིག་གནས་ལ་ཡོད་དེ་ཡོད་རེད། སེམས་ལ་ཉེ་བ་གཅིག་འདི་རེད་ཨ་ནི། གཅིག་འདི་ཧ་རེ་བཅུ་གནས་ལ་ཡོད། ང་ཚོ་གནས་ཀྱི་གེགས་ཞེས་ཟེར་བ། དང་པོ་ང་ཚོ་ཧ་རེ་གཅིག་གནས་བསྒྱུར་དགོས། གཅིག་གནས་བསྒྱུར་དུས་བསམ་པ་ལ་ཨ་ནི། གཉིས་གསུམ་གྱིས་བསྒྱུར་ན་ག་ཚོད་རེད་ཟེར་ན། གསུམ་གཉིས་གསུམ་གྱིས་བསྒྱུར་ཟེར་ཏེ་དུས་འདའ་ཧ་མ་གོ་ན་ག་ལ་བ་རེད། གཉིས་བྱེད་པ། སར་གསུམ་བསྡོམས་ལ་བར། ར། ད་འདི་བསྡོམས་ལ་ན་ག་ལ་བ་རེད། གཉིས་བྱེད་པ་སར་གསུམ་བསྡོམས་མེད་ད། གསུམ་བྱེད་པ་སར་གཉིས་བསྡོམས་པ་གཅིག་པ་རེད་མ་རེད།

བཞི་གིས་བགོ། ལར་བཅུ་དྲུག་ལ་བཞི་ཡིས་བགོ་ལབ་ན་གཉིས་ཀ་ལ་ཐུན་མོང་དུ་འགོ་ཚུད་པའི་གྱི་ཨང་གི་ག་རེ་འདུག། ཐུན་མོང་འགོ་ཚུད་ཨང་གི་གཉིས་ཡོང་བྱུག། བཞི་ཡོང་བྱུག་ལྟོ། ད་ང་ཚོ་དེ་གཉིས་དང་བཞི་ཡིན་ནའང་ནི་བཞི་དེ་ང་ཚོ་སྟབས་བདེ་བ་ཡོད། ད་སྟབས་བདེ་བ་ཟེར་ནས་ལས་ཀ་དེ་མགྱོགས་ཀ་ཚར་གྱི་ཡོད་པའི་ཕྱིར་ན་ང་ཚོ་བཞི་གིས་བགོ་ཡས་འདའ་ར། ད་དཔེར་ན། བཞི་གཅིག་གིས་བཞི་རེད། བཞི་ག་ཚོད་ཀྱིས་བཅུ་དྲུག་རེད། བཞི་གསུམ་བཅུ་དྲུག་ར། གསུམ་ཅིག་ཨ་ནི་དོན་དག་ག་རེ་རེད་ང་ཚོ་གསུམ་ར། ཡང་ན་ང་ཚོ་བྱེད་སྟངས་གཞན་པ་ཞིག་ག་ཡོད་རེད། བཅུ་དྲུག་ཟས་དེ་ག་ལ་ལགས་པ་རེད་ཨ་ནི། བཞི། གསུམ་གྱི་རྒྱུ་ན་བཅུ་དྲུག་རེད་ཟེར་གྱི་ཡོད་ར། དེ་ལ་བཞི། ད་འདི་གཉིས་ཀ་ཟས་ཆོག་གི་འདུག་གཉིས་ཀ་གཅིག་པ་ར་སོ། ད་ཡང། ང་ཚོ་འདི་གཉིས་བྱེད་ན་འགྲིག་གི་ཡོད་མ་རེད་དཔེ་ཆ་བྱ་བ་ན་ད་ལྟ་འདི་བརྒྱད་འདུག་བརྒྱད་དང་ལྔ་འདི་དཔེ་ཆ།

ད་འདི་ང་ཚོ་ཁྱད་པར་ཅིག་ཆགས་ཀྱི་ཡོད། འོན་ཏེ་ད་ང་ལྟ་ཡིན་རྒྱུ་དེ་རིང་ང་ཚོ་གཙོ་བོ་ག་ལ་ན་ཨ་ནི་སྡོམ་རྩིས་ཐེངས་རྩིས་བསྒྱུར་རྩིས་སྒོ་རྩིས། འོན་འདི་བཞི་དེ་ད་འདི་ངོ་སྤྲོད་ཙམ་འདྲ་བོ་ཅིག་བྱེད་པའི་སྐད་ཆ་རེད། ད་ཡིན་ནའི་ང་ཚོ་འདི་རྗེས་མེད་ཀྱི་ཨང་རྩིས་འཛིན་གྲྭ་ནི་ང་ཚོ་གཙོ་བོ་ག་རེ་ཟེར་ན་ཨ་ནི་སྒོ་རྩིས་ནི་ད་ལྟ་ད་ལྟ་ང་ཚོ་སློབ་ཚན་ཞིག་ཏུ་ད་ལྟ་འདི་སྒོ་སྟངས་འདི་སྒོ་རྩིས་དེ་ང་ཚོ་ཡང་བསྐྱར་ཅིག་འགྲོ་ཨ་དེ་ནི་ང་ཚོ་མ་མུ་མཐུད་ནས་ཨ་ནི་བཀའ་བརྒྱུད་པ་པོའི་དངོས་ཁམས་ཀྱི་ཚིག་འབྲུ་ལ་རྒོལ་ཡས་ཀྱིས་ཨ་ནི་ཨང་རྩིས་འདི་ཚོ་ང་ཚོ་མ་གྲོས་ཅི་འདྲའི་ཆ་ཆེ་ཆེ་གི་ཡིན། སྐྲ་ཐང་དག་གང་རྣམས་མ་ཚོགས་པ་ནང་ལོགས་ལ་ཨ་ནི་ཨང་རྩིས་བསྡོམས་རྩིས་དང་འཐེན་རྩིས་སྒྱུར་རྩིས་གོང་འདི་ཚོ་རིམ་པ་བཞིན་དུ་བཏང་ཡོང་གི་ཡིན་བཏང་བ་དེ་རྣམ་པ་ཚོས་ཀྱིས་གང་ཐུབ་ཐུབ་ཀྱིས་ཨ་ནི་སྐྲ་ཁ་པར་དང་དེ་རྣམས་ལོགས་ལ་ཨ་ནི་འཚེ་བ་མ་ཡིན་པ་སོ་སོ་ཀྱིས་ལག་པས་ཀྱིས་མ་རྩིས་བརྒྱབ་ནས་གྲོས་ཏེ་གོང་འདི་གང་ནས་ཨ་ནི་འགྲོ་ནས་རྩིས་བརྒྱབ་ནས་ཨ་ལན་འདི་ཚོགས་པ་ནང་བཏང་ལོགས་ཅིག་ཡིན་ཅིག་མིན་ཅིག་ལན་འབྲི་དགོས་འགྲོ་འོ་ད་དེ་འདྲ་གལ་ཆེ་ཁྱེད་ཡོད་མ་རེད་གང་ལྟར་སོ་སོ་ཀྱིས་བྲིས་ནས་བཏང་ཡས་དེ་གནད་འགག་ཤོད་ཆོད་ཆགས་ཀྱི་ཡོད་ར། ཨང་རྩིས་ཟན་དེ་སོ་སོའི་གིས་སྦྱངས་ནས་སོ་སོའི་གིས་ག་ཚོད་མང་པོ་བྲིས་པ་ཡིན་ན་ཨ་ནི་ཁོ་ཡག་རུ་འགྲོ་ཡ་ཅིག་ཆགས་ཀྱི་ཡོད་ར། འོན་དེ་ཡིན་པའི་རྒྱུ་མཚན་གྱིས་དེ་ལྟར་རྣམ་པ་ཚོ་ཨ་ནི་འདི་ཨ་ནི་མུ་མཐུད་ནས་ད་ལྟ་ནི་གང་ན་མ་བྲིས་བ་བཏང་ཡོད་དེ་ཚོ་རྣམ་པ་ཚོ་ཨ་ནི་ལན་དེ་བསྐྱོན་རོགས་ཞེས་ཞུ་ཡ་ཡིན། འོན་ཏེ།